ཨོ་ལགས་སོ་བཀྲ་ཤིས་བདེ་ལེགས་ད་དེ་རིང་ང་ཚོའི་རང་གཟུགས་ནང་བཅུད་བརྙན་འཕྲིན་གྱི་ལས་བརྩོན་གྱི་ཐོག་ལ་ཨ་དེ་ནས་ད་ད་ལྟའི་ས་སྐྱ་ཨ་སྨོན་ལམ་ཆེན་མོ་དང་འབྲེལ་བའི་ཅིག་ད་རྩོམ་སྒྲིག་ཟེར་ན་འདྲ་འདྲ་དེ་འདྲའི་གི་ཅིག་ཁྱབ་ཁོངས་མང་པོ་ཅིག་གི་ཐོག་ལ་ཕྱག་ལས་གནང་བཞིན་པ། ད་སྔ་ཆུ་རྫོང་སར་འཕགས་ཡུལ་རྫོང་སར་བཤད་གྲྭ་ཆོས་བརྒྱུད་སློབ་ཕྲུག་གིས་ད་ང་རང་སྒེར་ངོས་ནས་ཡིན་ན་བཙན་བྲོད་ཀྱི་གྲོགས་པོ་གྲོགས་མཆོག་དང། ནི་ཆོས་གྲོགས་ད་འཛིན་གྲྭ་གཅིག་པ། དེ་འདྲ་ཡིན་དུས་ཀྱི་དེ་གི་རྒན་སྐུ་འདི་ལགས་བརྡ་འདྲོན་བྱས་ནས། ནི་ངེད་དཔང་ཡོག་མཉམ་དུ་ད་སྤྱི་དང་གི་ཅིག་དེ་གི་ཁ་བརྡ་ཅིག་བྱེད་ཡ་དེ་འདྲ་ཡིན། ཁ་བརྡ་ཞུས་དགོས་ཡག་གི་ཅིག་གཙོ་བོ་གི་མིག་ཡུལ་འདྲ་བོ་གང་རེད་ཟེར་ན་ད་ཁོང་ལྟ་བུ་ཡིན་ན་སྤྱིར་བཏང་གི་ཅིག་དྲ་རྐྱང་དཀྱུས་མ་གི་ཚུལ་དུ་དང་ད་རང་བཞིན་གི་ཅིག་ཉམ་ཆུང་གི་ངང་ནས་ཕྱག་ལས་གནང་བདག་གི་དེ་འདྲ་རེད་ཡིན་ན་ཡང་ང་རང་སྒེར་ལ་ཆ་རྒྱུས་ཡོད་པའི་ཐོག་ནས་ཕར་དེ་འདྲུས་དེ་དོགས་སྣང་ཟེར་ན་འདྲ་འཇར་ཚུར་འདྲ་བོ་དེ་ག་རེ་ཡིན་ཟེར་ན་ནི་ཁོང་དང་པོ་ནས་ཁོ་རང་ལྟ་ཅིག་དེ་གི་བཤད་གྲྭ་ཚད་ལྡན་ནི་དེ་གའི་མདོ་སྔགས་རིག་གནས་དང་བཅས་པ་ལ་སློབ་སྦྱོང་གནང། ཁྱད་པར་དུ་ཁོང་གིས་དེ་གའི་རྩོམ་རིག་གི་ཐོག་ནས་ཡིན་ན་ཅིག་སྙན་རྩོམ་ལྟ་བུ་ཡིན་ནའང་དེ་གའི་ང་ཚོ་ཚང་མ་ཁོང་གི་སྙན་རྩོམ་འདི་ཚོ་བཀླགས་ཡ་ལ་དམིགས་བསལ་གྱི་ཁ་ཞེ་གཉིས་མེད་ཀྱི་དེ་གའི་དེ་ཧ་ཅང་དེ་དགའ་སྣང་ཆེན་པོ་ཞུ་ས་དེ་འདྲའི་གི་ད་དེང་སང་བཤད་སྟངས་ཡིན་ན་ཕར་ཆེར་ཁོང་གི་སྙན་རྩོམ་གྱི་ཧྥན་སི་ཡིན་ལབ་ནའང་ང་རང་ཡིན་ན་ཆོག་པ་དེ་འདྲ་ཡིན། དེའི་ཐོག་ལ་ནི་ད་ཁོང་དེ་ནས་དེ་གའི་རྫོང་སར་བཤད་གྲྭ་ནས་སློབ་མཐར་ཕྱིན་པའི་རྗེས་སུ་ནི་ད་ཅིག་མུ་མཐུད་ནས་དེ་ནས་ད་ཅིག་བར་དོན་གསར་སྐྱེས་སྨོན་ལམ་ཆེན་མོ་ལ་སོགས་པ་འབྲི་རུའི་ཁྱབ་ཁོངས་མང་པོ་ཞིག་གི་ཐོག་ལ་ཤེས་ཡོན་རང་དང་འབྲི་རུའི་ཐོག་ནས་ཕྱག་ལས་གནང་བསྡད་པ་འོ་དེ་འདྲ་རེད་འདི་ནི་ཁོང་གི་ཅིག་དེ་གི་ཤེས་ཡོན་གྱི་འགྲུལ་བཞུད་དང་ཕྱག་ལས་དང་དེ་ཕྱག་ལས་དེ་ཚོ་གི་ཅིག་རྒྱབ་ལྗོངས་ཀྱི་དེ་གི་ལོ་རྒྱུས་དང་འབྲི་རུའི་བཀའ་ཤག་དེ་འདྲའི་གི་ཅིག་ཞུ་གི་ཡིན། ཐོག་མར་རྒན་བཀུར་འདུས་ལགས་དེ་རང་ང་ཚོ་རང་བཟོ་བརྙན་འཕྲིན་གི་སྐུ་མགྲོན་འདི་ཕེབས་པར་ཐོག་མར་འཚམས་འདྲི་བཀྲ་ཤིས་བདེ་ལེགས་དང་མཉམ་དུ་བཀའ་དྲིན་ཆེ་ཞུ་གི་ཡོད། ལགས་སོ་མཁན་པོ་བཀའ་དྲིན་ཆེ། བཀྲ་ཤིས་བདེ་ལེགས། དེ་ལས་ད་ད་ལྟ་གོང་དུ་ཞུས་པ་ལྟར་ངའི་དཔོན་གྲོགས་རྒན་ངོས་གཉིས་ནི་ཧ་ཅང་དེ་གི་ཆ་རྐྱེན་ཆེན་པོ་རེད་ཡིན་ན་ཡང་ནམ་རྒྱུན་ང་ཚོ་གི་ཁ་བརྡ་དང་རང་འཆར་གྱིས་ཕྱེ་བའི་ནང་མོལ་ནང་ཚགས་ཀྱི་སྐད་ཆ་ཞིག་ཡང་ནི་ང་ཚོ་ང་ཚོ་རེད་དེ། ཡང་དངོས་ཡོད་ཀྱི་ཐོག་ནས་བསམ་བློ་བཏང་བས་ན་ང་རང་སྒེར་ངོས་ནས་ཡིན་ན་ཁྱེད་ལ་སྤྱི་སྟངས་ཀྱི་ཅིག། ད་གི་གདེང་འཇོག་ཟེར་ན་འདྲ་གུས་ཞབས་ཟེར་ན་འདྲ་འདྲ་དེ་འདྲའི་དཔེ་ཆེན་པོ་ཤོད་ཀྱི་ཡོད་དེ་རྒྱུ་མཚན་གང་རེད་ཟེར་ན། ང་ཚོ་ཅིག་ག་རེ་བྱེད་དགོས་ར་ཤེས་ཡོན་དང་འབྲེལ་བའི་ལས་ཀ་དེ་ཞིབ་ཚགས་པོ་དང་དེ་ནས་ཀྱི་རྡོ་རིལ་ཐུག་པ་གི་ཐོག་ནས་ཡུན་རང་པོ་ཉུག་བསང་ནས་དེ་ནས་ལས་ཀ་བྱེད་མཁན་ཟེར་བ་དེ་དྭངས་སང་གི་དུས་ཚོད་ཧ་ཅང་དཀའ་ལས། དེ་ཡང་གཅིག་དེ་གི་གཅིག་ང་ཚོ་གཅིག་གཏམ་འདོད་ལ་སོགས་པ་མེད་པ། དེ་འདྲའི་གི་ཐོག་ནས་རང་བཞིན་གི་དཀྱུས་མ་མ་ཡིན་པའི་ཐོག་ནས་ཀོ་རིག་གཞུང་རང་ལ་ཅིག་ད་ལྟ་གི་ང་ཚོའི་ཕ་ཡུལ་ཤ་སྟག་ན་ཤ་འདམ་རི་འདམ་བཅས་ནི་ཕར་འགྲོ་ཐོན་དགོས་ཏེ་ཧ་ཅང་ཉོ་ཉུང་ཞིག་དང་ཚ་ཡུལ་ཅིག་ཡིན་དུས་ང་རང་ངོས་ནས་ནི་ཁྱེད་ལྟ་བུ་ཡིན་ན་དེ་འདྲའི་ཕྱག་ལས་གནང་མཁན་ཞིག་ལ་ད་ལྟ་གི་དེ་སྨོན་གི་ཡོད། དེ་འདྲ་ཡིན་དུས་ད་ཁྱེད་ཀྱི་ཐོག་མར་ང་ཚོ་ལ་གསང་གཟིགས་གནང་མཁན་དེ་ཚོ་ལ་ཁྱེད་ཀྱིས་ཅིག་དེ་གི་ཕ་ཡུལ་ནས་ཡར་ཕེབས་ནས་དེ་གི་སློབ་སྦྱོང་གནང་བའི་བརྒྱུད་རིམ་དེ་རགས་རིམ་ཅིག་གསུང་རོགས།

དེ་འདྲའི་དུས་ཆེན་རེད་དེ་འདྲ་ཡིན། ལགས་སོ།
ད་སྤྱིར་བཏང་གི་ད་ལྟ་ཁྱེད་ཀྱི་ཕྱག་ལས་ཀྱི་ནང་ནས་རིམ་པ་དང་པོ་གི་ཐོག་ལ་ངས་དེ་ག་ཙམ་ད་དྲི་བ་བྱོས་ཤེ་ན་ཕྱོགས་གཅིག་ནས་ད་སྨོན་ལམ་ཚིག་མཛོད་ཀྱི་སྐོར་ལ། དེ་ནས་ད་རྒན་དགེ་བཤེས་སྨོན་ལམ་ཐར་འདི་གི་སྨོན་ལམ། ང་ཚོ་བློ་བཟང་སྨོན་ལམ་མཆོག་དང་དེ་གཉམ་དུ་ང་ཚོས་ཡང་སྦྲགས་སྦྲགས་ལ་ཡང་ཤོད་མྱོང། སྤྱི་ཡི་ཆ་ནས་ད་ཁོང་གི་ཕྱག་ལས་དང་དེ་གི་སྒྲོམ་གཞི་དེ་ཚོ་ཚང་མ་གི་ཧ་ཅང་གསལ་བོ་མཁྱེན་གི་ཡོད་རེད། ད་ཡིན་ནའང་བྱེ་བྲག་གི་ཁྱབ་ཁོངས་ནང་ནས་པར་དོན་གསར་སྐྱེས་ཀྱི་ཕྱོགས་དེ་ཡང་གཅིག་སྒེར་དམིགས་སེར་གི་ངོས་ཀྱི་ངོ་སྤྲོད་གནང་ཡ་འདྲ་བོ་དང་དེ་འདྲ་དེ་སྔའི་བར་བྱུང་མེད་ཤེས་མ་སོང། དེ་ནི་དེ་ཁྱེད་རྣམས་ཀྱིས་ད་ཅིག་དེའི་གི་རྩོམ་སྒྲིག་གི་སྡེ་ཚན་དེ

ད་དེ་འདྲའི་དུས་ཁྱེད་དཔེར་ན་ན་ཉིན་ད་ཁྱེད་རྣམ་པ་གི་དཔེར་ན་གཟུགས་དགར་སྡང་དེ་ཚོ་ནི་ཡང་ཞིག་དེའི་སྐོར་ལ་བགྲོ་ལང་ཚོགས་འོང་དུས་ད་ཕར་ཚུར་རྩོམ་སྒྲིག་གི་སྡེ་ཚན་མ་འདྲ་བ་དྲུག་ཆུད་ཡིན་ན་ག་རེ་ཡིན་ན་ད་ངའི་མྱོང་མཐའ་ཡིན་གྱི་རེད་དེ་འདྲའི་མང་པོ་ཡོད་པ་དང་ད་དེའི་ཁྱབ་ཁོངས་དེ་ཚོ་མང་པོ་ཞིག་གི་སྐོར་དེ་ངས་ཡང་ཏིག་གི་ད་བརྒྱུད་ལམ་དེ་འདྲའི་གི་ཐོག་ནས་འབྱར་གི་འདུག་ཡིན་ན་ཡང་དེའི་ནང་ནས་ད་མ་མཐའ་ཡང་ང་ཚོ་གི་ཏིག་གི་ཆོས་བརྒྱུད་ཆེན་པོ་ཁག་ཚང་མ་གི་ཡོད་དུས་དེའི་ནང་ནས་དཔེར་ན་བྱམས་པ་དེ་ཚོ་གི་བསྡུ་སྒྲིག་བྱས་འོང་བ་དང་རྒྱུ་ཆ་དེ་ཚོ་སོ་སོ་སོ་སོ་གི་ཡང་གཅིག་ལྟ་གྲུབ་དང་ལོ་རྒྱུས་བྱུང་བ་གི་རྒྱབ་ལྗོངས་མ་འདྲ་དེ་མ་འདྲ་བ་ཡོད་ཀྱི་རེད་དེའི་ནང་ནས་གསར་སྐྱ་གི་དེ་ཚོའི་ནང་ནས་གཅིག་དམིགས་བསལ་གི་ད་ཐེངས་ཀྱི་སྨོན་ལམ་ཚིག་མཛོད་ཀྱི་གྲུབ་ཆ་ཞིག་ཡིན་པ་ཆ་ནས་གཅིག་འབུར་དུ་ཐོན་པའི་ཁྱད་ཆོས་འདྲ་བོ་དེ་གཙོ་བོ་དེ་གཅིག་ད་གཅིག་དེ་གི་ཁོ་རིག་གཞུང་དེ་གི་བོད་ཀྱི་རིག་གཞུང་གི་ཆ་ཤས་ཤིག་ཡིན་ན་ཡང་དེའི་ནང་ནས་གཅིག་འབུར་དུ་ཐོན་པ་འདྲ་བོ་དེ་ག་འདྲ་འདུག་གང་གི་ཕྱོགས་ནས་གཙོ་བོ་འདྲ་བོ་མཐོང་གི་འདུག་ད།

ད་ངས་དྲི་བ་དེ་གཏད་དུ་གསལ་པོ་ཆགས་ཡོད་ས་མ་རེད་ངས་འབུར་དུ་ཐོན་ཟེར་བ་དེ་དཔེར་ན་སྙིང་མ་འདྲ་བོ་ཅིག་ཡིན་ན་རེད་རྡོ་རྗེ་དེ་དམ་པ་གོང་མའི་གསུང་ཡིན་ནའང་ཁོ་རང་ཡང་རྫོགས་ཆེན་གྱི་སྐོར་སྨྲ་བ་ཞིག་ཡོད་པ་དཔེ་ཆགས་ཅེས་པ་ནི་རི་བོ་དགེ་ལུགས་པ་འདྲ་བོ་ཅིག་ཡིན་ན་ཡང་ཁོ་རང་ཚོ་གི་ཅིག་གྲུབ་མཐའི་རྩ་དོན་བྱེད་པའི་ཡང་ཆ་ཤས་མང་པོ་ཅིག་གཞན་པ་ན་ཁག་གསར་མེད་པ་ལ་ཡང་ཚིག་མཛོད་དེའི་ནང་ན་དཔེར་ན་ཀུན་ཤོད་ཟེར་བ་ལྟ་བུ་ཞིག་ལ་འགྲེལ་བཤད་རྒྱབ་དགོས་ཀྱི་ཡོད་ན་དཔེར་ན་བཀའ་སྐྱིད་པའི་སོང་གི་ནང་ནའང་དེ་མང་ཡོང་གི་འདུག་ད་ཉང་མའི་སོང་ནང་ན་མང་ཡོང་གི་འདུག་ད་དགེ་ལུགས་པའི་སོང་གི་ནང་ཡང་ད་དེ་གཅིག་ཡོད་སྲིད་གི་རེད་བ། དེ་འདྲའི་བཅས་འོང་འདུག་གི་དཔེར་ན་ད་ཅིག་ས་སྐྱ་གི་ཤོག་བུ་དེའང་དེའི་ཕྱོགས་ནས་ཅིག་རེད་སྲིད་གི་རེད། ད་ཡང་བཤད་གྲགས་ཀུན་གྱི་ངོས་ནས་ཤོད་གི་མེད་གི་འོ་ད་ནི་སྤྱིར་བཏང་གི་དཔེར་ན

ད་དེའི་སྐབས་སུ་ང་ཚོ་བལྟ་ས་དེ་སྟོང་སྐར་ཚིག་མཛོད་དང་བོད་རྒྱ་ཚིག་མཛོད་འདྲ་བོ་དང་དེ་འདྲ་ཡོད་དེ་དེའི་ནང་ནས་ཁྱོད་ནི་གཅིག་ཀྱང་རག་གི་མི་འདུག་རྗེས་མ་ད་ལྟ་འོང་དུས་སོ་སོ་སོ་སོ་གི་ཡང་སོ་སོ་སོ་སོ་རང་གཞུང་གི་འགྲེལ་བཤད་ཅིག་ཡོད་རེད་བ་དེ་རྒྱབ་ལྗོངས་སུ་ཤེས་ནས་ཡང་ཚར་ཚིག་མཛོད་ནང་བླུགས་བཞག་པ་ཡིན་ན་དེ་ནས་ང་ཚོ་ཡང་ཅིག་ལམ་སང་ཅིག་ཚིག་མཛོད་ནང་ནས་རག་ཡོང་བ་དེ་དྭངས་གཙང་རྙིང་མ་ཤོག་ཡིན་ན་དེའི་མིང་ང་ཡོད་དེ་ད་པར་དེ་གསར་རྒྱག་གི་ཤོག་ཡིན་ན་གཙོ་བོ་དེ་ཅིག་ལམ་འབྲས་དང་འབྲེལ་བ་དང་ཁྱབ་པར་ལྟ་ལམ་འབྲས་གཅིག་པོ་མ་ཡིན་པར་སྤྱི་བཏང་གི་ཡང་ཅིག་ད་བར་དོའི་སར་སྐྱེས་གི་དག་པའི་ནད་ཀྱིས་རྡོ་རྗེ་ལ་སོགས་པ་དེ་འདྲའི་གི་ཅིག་རྒྱུད་སྡེ་དང་དག་དེའི་གི་ཅིག་ཡང་མ་ངག་མང་པོ་ཞིག་དེ་ལྟའི་གཙོ་བོའི་སྐོར་གི་འགྲེལ་བཤད་དེ་ལྟར་དཔྱད་གི་སོང་ན་ཅིག་དེ་ཅིག་གཞན་ལ་མེད་པའི་ཐུན་མོང་མ་ཡིན་པའི་ཁྱད་ཆོས་ཞིག་གི་ཚོགས་ཚུལ་དུ་ད་ལྟ་དེའི་ཚིག་མཛོད་དེའི་ནང་འཁོད་ཡོད་རེད་གསུང་བ་དེ་རེད་འདུག་ད། དཔེ་ཆགས་བཞག་པ་ཡིན་ན་ངའི་ལྟར་རགས་རིམ་འདྲ་བོ་ཅིག་ཡིན་ན་སྤྱིར་ན་པའི་བློར་སྒོས་རང་ལ་དཔར་རྟེན་གསར་རྐྱང་གི་ངོས་ནས་དེ་གའི་ལྟ་འདོར་སྔགས་རིག་གནས་དང་བཅས་པ་ཡར་ཚིག་འདྲ་བོ་ཅིག་ཕུལ་ཡོད་པ་ཡིན་ན་ཅིག་མཐར་གཉིས་ཀ་རྩེ་གཅིག་ཕུལ་ཡོད་རེད་ཡང་ན་དེབ་འདྲ་བོ་ཅིག་ན་ག་རྩེ་གཅིག་ཡོད་རེད་དེ་རགས་རིམ་ཅིག་གི་གྲངས་ཐོ་ཅིག་ཡོད་རེད།
ད་དེ་རེད་ཇི་ལྟར་ནས་ཡིན་ད་འགྲེལ་བཤད་དེ་འགྲེལ་བ་དེ་མ་ཚིག་ཁོ་རང་ལ་ལ་ལ་ལ་འགྲེལ་བཤད་ཉུང་ཉུང་ལ་ལ་ལ་འགྲེལ་བཤད་མང་པོ་རེད་དེ་རེད་དེ། ང་ཚོ་དར་རྙེད་དེ་ནས

ལགས་སོ། དེ་འདྲ་ཡིན་དུས་ད་དེ་ལྟ་བུའི་ཅིག་གཅིག་གི་སྒྲིག་ཡོང་དུས་ད་དེ་ཁྱེད་རང་སྒེར་མཉམ་ཞུགས་སྐྱིད་པོས་དེ་ཆ་ཤས་ད་ཚོགས་མི་ཡིན་པ་ཙམ་མ་ཟད་ང་གི་ད་ཧ་གོ་གི་ཡོད་ད་ཅེས་དཔེར་ན་དེ་ནང་གི་ཕྱག་ལས་གཙོ་བོ་གནང་མཁན་དང་ནི་ཅིག་ཡང་གནང་གག་ཆེན་པོ་ཞིག་ཡིན་དུས་དེ་གནང་གག་ཆེན་པོ་ཡིན་མ་རེད་བཀའ་མོལ་སྤྲོད་གི་མེད་ཡིན་ན་ཡང་ད་གི་ཁྱེད་རང་སྒེར་གི་དེ་ལ་ཅིག་མཉམ་མྱོང་སྟངས་ཟབ་ཤོས་འདྲ་བོ་དང་ཅིག

དེ་ལྟ་བུའི་ཚིག་མཛོད་དེའི་ནང་ལ། ཁྱེད་རང་གིས་བསྡུ་སྒྲིག་བཏང་ནས་དམ་པ་གོང་མ་གི་གསུང་རབ་མང་པོ་མཇལ་ཡ་དང་དེ་ཡོང་དུས་ད་ང་ཚོ་ཡང་མཚམས་མཚམས་སྔན་ཆད་ལྟར་ཁྱེད་འདྲ་བ་ཡིན་ན་རྩོམ་རྒྱབ་མཁན་ཡིན་དུས་ཡང་ཐག་ཉེ་གི་དང་ལ་ཞིབ་ཆ་ངེས་ཅན་ཡོད་རེད་མ་གཏོགས་སྤྱིར་བཏང་གི་བཤད་གྲྭ་གི་ནང་ནས་ཡང་སྔན་ཆད་ཀྱི་མང་པོ་ཞིག་ལ་ཨ་མཆོག་གི་ཉན་ཡ་དང་རྩོད་པ་བརྒྱབ་ཡ་ལས་སྒེར་གྱི་ཐ་སྙད་དེ་རེ་རེ་བཞིན་ཚུགས་ཀྱི་ཞིབ་འགྲེལ་བྱེད་ཡ་དང་དང་རྩིས་འགྲེལ་བྱེད་ཡ་དང་ཞིབ་ཚགས་བྱེད་ཡ་གི་ལམ་ལུགས་ཀྱི་མེད་པའི་ཤེས་བྱ་ཞིག་ཡང་མཚམས་མཚམས་ལ་ད་གི་ང་ཚོ་གྲྭ་ས་མང་པོ་ཞིག་ལ་ཡོང་གི་འདུག

ཀུན་གྱིས་ཀློང་ཆེན་རབ་འབྱུང་གི་དཔེ་ལ་ནི་དེ་ག་རེ་གསུངས་འདུག་ཅིག་བལྟ་ཡིན་ད་དཔེར་ན་ཀློང་ཆེན་རབ་འབྱུང་འདྲ་བོ་ཡིན་ན་ཁོང་གིས་ཨོ་ད་ཡིག་བཞི་རྫོགས་ཀྱི་ནང་ལ་འདི་བྲིས་སོང་བཞག་ཨོ་ད་ངར་སེམས་ཉིད་ངར་སོའི་ནང་ལ་འདི་བྲིས་སོང་བཞག་གསུང་སར་མ་འདྲ་བ་དང་གཅིག་པ་རེ་རེ་ནས་ཁོང་དང་གཅིག་པ་སྐྱ་བོ་དེས་ང་ཨོའི་དཔེ་ཀློག་འཁོར་བ་བརྒྱབ་མ་དགོས་པར་ཚང་མ་ཚང་མ་གཅིག་ནས་ལམ་སང་ཁོ་རང་བུ་མོ་གཅིག་གི་ནང་འདེགས་འདེགས་སྐྱ་བཞི་ཚང་མ་དེ་དེ་ཡང་ཁོ་རང་ཁོ་པགས་མ་དགོས་པར་ལུང་འདྲེན་ཁོ་རང་དྲངས་ནས་བཞག་བཞག་འདུག་དེ་ནས

སྤྱིའི་ཆ་ནས་ཡིན་ན་སྐར་ཆེན་པོ་རེད་འདུག་ཡིན་ནའང་དེའི་སྐར་ཆེན་པོ་དེ་ཐིགས་པ་གསར་པའི་རྒྱ་མཚོ་ནང་ཡིན་སྟབས་ཁྱེད་རྣམ་པ་ཚོ་རེ་རེ་ཡིན་ཚོད་ཀྱི་དཀའ་ལས་རྒྱབ་རྒྱག་པ་ཡང་གྲུབ་འབྲས་རེད་འདུག་ཡོད་དེ་ཡང་ང་ཚོ་གི་ཅིག་སྐོར་སྤྱི་གནང་གཙང་མཁན་རྣམ་པ་ཚང་མ་གི་ཅིག་ལྟ་ཅིག་ཡང་དེའི་སྨོན་ལམ་ཚིག་མཛོད་ཆེན་མོ་རྒྱབ་ལྗོངས་ན་ཡོད་པའི་ཅིག་མི་རེ་ངོ་རེ་གི་དེ་གི་ཕྱག་ལས་དང་དེའི་གི་ཅིག་ད་གོང་ན་ཡོད་པའི་བླ་མ་རྣམ་པ་གི་དབུ་ཁྲིད་དང་རྒྱབ་སྐྱོར་དེ་འོག་ན་ཡོད་པའི་དེ་གི་ཕྱག་ལས་གནང་མཁན་ཚང་མ་གི་འབད་བརྩོན་ཚང་མ་དེ་དེའི་ནང་དུ་ཡོད་རེད་བ་ད་དེ་ང་ཚོ་ལ་དཔེ་མི་སྲིད་པའི་ཕན་ཐོག་འདུག་ད་དངོས་ནས་འདུག་དེ་ང་རང་ཡང་དེ་བེད་སྤྱོད་གཏང་མཁན་ཞིག་ཡིན་པའི་ཆ་ནས་དེ་ཞོར་ལ་ཞུས་པ་ཡིན་རེད་བ། དེ་ནས་ངས་དེ་ཞོར་ལ་ད་ཁྱེད་ལ་ཞུས་ཡ་དེ་ག་རེད་ད་དེའི་རྗེས་ལ་ཁྱེད་གི་ལམ་འབྲས་ཚིག་མཛོད་ཟེར་བ་ཅིག་རྩོམ་གནང་གི་འདུག་བ། དེ་འདྲ་ཡིན་དེ་གི་སྤྱིར་བཏང་གི་ད་འདི། རོང་ཟོམ་གཉན་འཕྲང་གི་བསམ་པ་པོ་དེ་ཚོ་ཡང་གཞི་རིམ་མི་མང་འདྲ་བོ་མང་པོ་ཞིག་རེད་དེ་ཡོད་དུས་ལམ་ཁྲིད་ཟེར་བ་དེ་ག་རེ་གསུང་གི་ཡོད་རེད་ཅིག་གསར་སྐྱེས་ལམ་ཁྲིད་ཟེར་བ་ཞིག་ཉང་མིའི་རྫོགས་ཆེན་ཟེར་བ་ཞིག་ཡོད་རེད་བ་ད་སྐབས་འདིར་དེ་གཉིས་ལམ་ཁྲིད་ཟེར་བ་དེ་ག་འདྲར་ལབ་གི་ཡོད་རེད་དེ་དེ་ཅིག་ཡང་ཅིག་ཆུ་ཅིག་ཡིན་པ་ད་ཧ་གོ་གི་རེད་བ་དེ་ཡིན་ནའང་དེ་ཡང་ཅིག་ག་འདྲ་ཅིག་གི་རྒྱུན་ཡོང་གི་ཡོད་རེད་ཅིག་ཅེས་གསུང་གི་ཡོད་རེད་ལམ་ཁྲིད་གསུང་ན།

ཁྱད་པར་དུ་དེ་ནི་ད་སར་སྐྱ་གོང་མ་རྣམ་ལྔ་ལ་སོགས་པ་མདོར་ན་ད་ལྟའི་བར་དེ་ན་བསམ་རྒྱུ་མི་ཁྱབ་པའི་ལྟས་ལ་ད་ཅིག་ཏུ་གི། རྒྱུད་ཀློང་མ་ངེས་གང་འདྲིར་དེ་གི་དེ་འདྲིའི་གི་ད། མང་པོ་ཡིག་ཆ་བསམ་རྒྱུ་མི་ཁྱབ་པ་ཅིག་ཡོད་ས་རེད་ད་དེ་དག་ལ་དེ་གི་དེ་འབྲེལ་བའི་ཐོག་ནས་ད་ལྟ་ད་ལམ་འབྲས་ཀྱི་ཚིག་མཛོད་ཟེར་བ་ཅིག་ཡོང་གི་ཡོད་ལགས་ད་དེ་ལམ་འབྲས་ཀྱི་ཚིག་མཛོད་ཟེར་བ་དེ་དེ་ཡང་ཅིག་དེ་འདྲས་ཅིག་རྩོམ་དགོས་ཡག་གི་རྒྱུ་མཚན་དང་རྒྱབ་ལྗོངས་དང་དེ་བྱུང་སྟངས་ར་བོ་དེ་ཅིག་གསུངས།

ཡིན་ད་ཡིན་ཁོང་གི་ཕ་མ་ཟིན་ཚོ་རང་བུ་རང་ལ་ལམ་འབྲས་ཚིག་མཛོད་གྲུབ་ན་བསམ་སོང་དེ་ན་ད་ད་ད་པ་ཅིག་ཐོག་ཐོག་འདྲ་ཤོག་མ་སོང་དེ་འདྲས་དེ་ཡག་པོ་རེད་དེ་འདྲས་ཁྱེད་རང་གི་དེ་ནས་སྨོན་ལམ་ཚིག་མཛོད་དེ་ལ་འབྲས་ནས་ངས་ཅིག་སྨོན་ལམ་ད་ད་ལམ་འབྲས་ཚིག་མཛོད་ཅིག།

ད་ནམ་བཞིན་གསར་དུ་ཅིག་ཚིག་མཛོད་ཁུལ་ཡན་ཆད་ཚིག་མཛོད་ལམ་འབྲས་ཀྱི་སྐོར་ལ་ཚིག་མཛོད་བཟོ་ཡ་བསྐྱར་ཞིབ་བཟོ་ཡ་ལམ་འབྲས་ཀྱི་ཡིག་ཆ་དེ་ཚོ་བསྡུ་སྒྲིག་བཟོ་ཡ་འོ་དེ་འདྲས་བཟོ་ནི་དེ་འདྲས་བཟོ་ཡི།
ལགས་སོ་ལགས་སོ་དེ་ནི་ད་ད་ལྟའི་ཆ་ལ་ཡིན་ན་དེ་གི་ཉེ་ཆར་ངའི་དྲ་ཐོག་དེ་འདྲས་ནི་ད་དེ་གི་དེ་ཀོང་མ་རིན་པོ་ཆེ་ད་དེ་གི་སྐྱབས་མགོན་རིན་པོ་ཆེར་ཚང་མ་དེ་གི་སྐུ་མདུན་ལ་ཡར་དེ་གི་ལྟ་དངོས་སུ་གྲུབ་ནས་དེ་གི་ཕར་ཆེར་བཅར་འབུར་ཞུ་ཡ་དང་ཡར་གར་སི་སྐོར་བསྟན་འགྲིག་གི་ལ་སོགས་པ་དེ་ཕུན་སུམ་ཚོགས་པ་གྲུབ་བསྟན་འགྲིག་གི་དེ་གི་སྐོར་དེ་ཕར་ཆེར་རགས་རིམ་གྱིས་འབྱར་སོང་ཡིན་ན་ཡང་དེ་གི་ལམ་འབྲས་ཚིག་མཛོད་ཆེན་པོ་ལོགས་སུ་བཏོན་པ་དེ་ལ་ཡང་ཅིག་ཚིག་གི་གྲངས་ཀ་འདྲ་བོ་དང་ཡང་ཅིག་དེབ་གི་གྲངས་ཀ་འདྲ་བོ་ཡིན་ན་རགས་རིམ་ག་འདྲས་ཅིག་ཡོད་རེད་ལགས་དེ་ཨ་ཁུ།
དེ་རེད་ད་ལམ་འབྲས་ཚིག་མཛོད་ཆེན་མོ་དེ་ལ་ད་ལྟ་གི་ཡོད་པ་དེ་ལ་དེ་ནི་བླ་བྷམ་ལྔ་དེབ་ལྔ

དེ་ནས་དྭངས་གཙང་གཅིག་བཙན་བྲོད་ལ་སོགས་པ་ཞེད་སྣང་གི་ཆ་རྐྱེན་མང་པོ་ཞིག་རུ་མར་སོ་ཐར་ངན་སྤྱོད་འདྲ་བོ་ཅིག་ཡིན་ན་དེ་ཧ་ཅང་དཀོན་རེད་བཙན་ཡུལ་སྡིག་པ་འདྲ་བོ་ཅིག་རེད་འདུག་བ་དེ་ཡང་ཚོགས་ཆེན་པོ་ཞེ་བོ་ཅིག་རེད་འདུག་བ་ད་དེ་འདྲ་ཡིན་འདི་གི་ད་དཔེ་མི་སྲིད་པ་རེད་ད་དེ་འདི་གི་དེ་ལྟ་བུ་ཅིག་གྲུབ་ཡོང་དུས་དེ་ནས་ད་དཔལ་ལྡན་ས་སྐྱ་པའི་དུ་གི་ད་ཅིག་རྟ་མགྲིན་གི་དུ་གི་ད་ཁྱི་ཚོགས་ཟེར་ན་འདྲ་འདྲ་རྟ་མགྲིན་གི་དུ་གི་སྐྱེ་བོ་རྣམས་ཀྱི་ཁྲོད་ལ་ཡང་ཡར་སྐྱ་འབུར་ཞིག་ཡོང་དུས

དེ་ནས་ད་དེའི་ལས་འཕྲོས་ནས་དེ་ནས་ངས་ཡང་དེ་ཅིག་ད་ཁྱེད་རྣམ་པའི་དེའི་ཞོར་ལ་ཡང་ད་ལྟ་དེ་གི་དཔེར་ཉང་བསྡུ་རིགས་ཡིན་ན་རེད་བླ་མ་རྣམ་པའི་གསུང་ཡིན་ན་རེད་དཔེར་ན་ཁྱེད་ཀྱི་ད་ཆགས་རོགས་གཙོ་བོ་ཅིག་ད་ལྟ་ང་ཚོ་ད་གཉིས་ཀའི་གྲོགས་པོ་ཨ་འདི་དཀར་བཟང་རྒྱ་མཚོ་འདྲ་བོ་ཡིན་ན་ཁོང་འདྲ་བོ་ཡིན་ན་ན་ཉིན་ད་ཕར་ཆེར་དེ་གི་པར་གསར་གྱི་རིན་ཆེན་རེད་ད་ད་ཨ་ཁམས་པོ་ཨ་པེ་རེད་ད་ཁོང་རྣམ་པ་གསུང་ཡིན་ན་འདྲ་དེ་ཨ་མཐར་ཡིན་ན་འདྲ་དེ་ཚོ་གི་ཡང་ཅིག་དེ་འདྲའི་གི་རྩོམ་སྒྲིག་མང་པོ་གནང་ཞག་པོ་དེ་འདྲའི་ཕྱག་ལས་གནང་གི་འདུག་བ་ད་ཁྱེད་ཡང་དེ་ཅིག་ཤེས་ན་དེ་ནང་གི་ཆ་ཡིས་ཤིག། གི། ཡང་བྱས་ན་བི་ཉམས་དེ་ཡིན་གྱི་རེད། དེ་འདྲ་དེ་དེའི་ནང་ནས་ད་ཅིག་དམིགས་བསལ་གྱི་ཡང་ང་ཚང་གི་དོ་སྣང་བྱུང་བ་ཞིག་དེ་གོང་མ་རིན་པོ་ཆེ་གི་གསུང་འབུམ་ཟེར་བ་ཅིག་གི་སྐོར་ཞིག་ཡོང་གི་འདུག་བ་ད་དེ་ག་རེ་རེད་དེ་ཅིག་ཡང་ཅིག་ལས་ཀའི་ཞན་པ་ཞིག་གི་འགོ་བཙུགས་བཞིན་པ་རེད་དེ་ཡང་ཅིག་ཡང་ཅིག་གྲུབ་ཟིན་པ་ཞིག་རེད་དེ་ག་འདྲའི་ཡིག་ནུས་སྟངས་རེད་ལ། རེད་རེད་སྤྱིར་བཏང་ནས་ད།

ད་སྔོན་ཆོས་གོས་དེ་སུ་ཅིག་ས་སྐྱ་བླ་མ་གསང་བའི་རྒྱ་མཚོ་ཟེར་ཡོང་དེ་ཅིག་ཚང་མས་ཅིག་བླ་མ་ཞེས་པའི་མཚན་ནས་དེ་དངོས་སུ་སྨོས་པ་དེ་ངས་མིག་སེར་ཞིག་འདུག་བསམ་གྱི་འདུག་དེ་ཁོ་རང་རྩིས་ཐང་འཇོག་སྟངས་ཤིག་ཡིན་ས་རེད་བསམ་གྱི་འདུག་དེ་སྐབས་སུ་བླ་མ་ཚང་མ་ལ་བླ་མ་དམ་པ་མ་ལབ་པར་སུ་ནོ་རྒྱ་མཚོ་གཅིག་པུ་ལ་བླ་མ་དམ་པ་ལབ་ཡ་དེ་ཕར་ཆེར་སྐབས་དེའི་དུས་ཀྱི་ད་བོད་གངས་རིའི་ལྗོངས་ཀྱི་གསར་སྐྱེས་གང་ཡང་དབྱེར་མེད་པ་ཚང་མས་བླ་མ་ཡིན་ས་རེད་ཀུན་མཁྱེན་ཀློང་ཆེན་རང་བྱུང་ཡིན་ན་ཡང་ད་དགོན་དྲག་པོ་རེད་བ་དེ་ཡིན་ན་ཡང་ཡང་ཁོང་གིས་ཡང་ས་སྐྱ་བླ་མ་བསོད་ནམས་རྒྱལ་མཚན་ལ་ཤེལ་ཡིག་རིན་པོ་ཆེ་གསེར་གྱི་མཆོད་སྡོང་ཟེར་བ་ཞིག་ཕུལ་འདུག་བ་དེ་ཚོའི་ནང་ལ་ཡང་ད་ལྟའི་གི་ས་སྐྱའི་བླ་མ་དམ་པ་བསོད་ནམས་རྒྱལ་མཚན་གསེར་དབང་འདི་ལྟ་ཅིག་སྲིད་ཏང་དང་མཚུངས་པ་མེད་པ་ཅིག་གི་དེ་གི་དེ་ངོས་འཛིན་དེ་འདྲའི་ཤོད་གི་འདུག་ད་དེ་བཞིན་དུ་ད་དེ་དཔེར་ན་ང་ཚོ་གི་ད་རྗེ་རིན་པོ་ཆེ་ཡིན་ན་འདྲ་ད་དེ་ལ་སོགས་པ་ལ་སོགས་པ་སྐབས་དེའི་སྐྱེས་བུ་དམ་པ་བསམ་གྱིས་མི་ཁྱབ་པ་དེར་བ་ད་དེང་སང་གི་དུས་སུ་ཡིན་ན་ད་ང་ཚོ་ཐུན་མོང་ཡོངས་གྲགས་ལ་ཨ་གོང་མ་རིན་པོ་ཆེ་འདི་ལྟ་ཅིག་སྤྱི་སྟངས་འདིའི་ནང་ནས་ང་ཡང་ངའི་ང་འདྲ་བོ་ཅིག་གིས་དེ་ཡོད་ཅིག་སྟངས་ཀྱི་འདི་རེད་ཟེར་མ་རེད་ཟེར་ས་ཞེ་འདྲ་བོ་ཅིག་དགོས་ཡ་ཅིག་ད་མ་རེད་དེ་ཡིན་ན་དེ་རེད་ཡིན་ན་ཁོང་གི་བཀའ་འབུམ་དེ་འདྲ་ཅིག་ཡོད་བརྩམས་ནས་ནས་བཟུང་དེ་ཚོ་དེ་འདྲའི་མར་ཡི་གེ་ལ་ཅིག་རིམ་གྱིས་རིམ་གྱིས་དེ་འདྲའི་དངོས་སུ་ཡིག་ཐོག་ལ་བཞག་འོང་བ་ཡིན་ན་ད་ཡང་མང་པོ་ཤི་བོ་ཞིག་ལ་མིག་སེར་གྱི་ཕན་ཐོགས།

ད་དེའི་རྒྱུ་མཚན་ང་རང་གི་ཅི་སྒེར་ལ་དང་ཅི་ཏང་གི་དྲི་བ་དྲིས་ཡིན་ད་དེ་ག་རེ་རེད་ཟེར་ན་དཔེར་ན་ཁྱེད་འདྲ་བོ་ཅིག་ཡིན་ན་ད། ཐོག་མར་ད་གི་ད་ཅིག་གཞུང་སྐབས་པ་ལྔ་ཟེར་ན་འདྲ་དྲུག་ཟེར་ན་འདྲ་དྲག་ཆེན་བཅུ་གཅིག་ཟེར་ན་འདྲ་རེད་ད་སྤྱིར་བཏང་གི་གཞུང་ལ་ཐུགས་གསུམ་ནང་དེའི་གཞི་འདི་ནི་ཅིག་རིག་གནས་ཀྱི་ཕྱོགས་ནས་ཡིན་ན་ཡང་ཁྱད་པར་དུ་དེ་གི་རྩོམ་རིག་ལ་སོགས་པ་དང་ནི་ད་རྩོམ་ནང་རེ་རེ་དེ་འདི་ཁྱེད་རང་འདྲ་བོ་ཅིག་ཡིན་ན་ནམ་རྒྱུན་ད་གི་དེ་རྩོམ་དེ་མང་པོ་རྒྱབ་གི་མ་རེད་ཡིན་ན།

གོང་མ་གི་རྣམ་སྔགས་ཀྱི་གསུང་ཡིན་ན་འདྲ་ལམ་ཁྲིད་ཡིན་ན་འདྲར་ཡོངས་སུ་རྫོགས་པ་གི་ནང་ནས་ཁོ་རང་ངལ་རྩོལ་གྱི་དག་འབྲོག་པ་གི་རྩ་གསང་ནས་དེ་གི་དེ་དབྱར་རྩྭ་དགུན་འབུ་དུད་དུ་ཡི་ཁྱི་རོང་ཡི་དུ་གི་ཚིག་དོན་མང་པོ་ཞིག་དུས་ཚོད་རེར་ལོགས་སུ་བསྐོར་ནས་དེ་ནས་མང་པོ་ཞིག་ནས་ཚིག་མཛོད་བཅས་དེབ་བསྒྲིགས་རྩོམ་སྒྲིག་མང་པོ་གཏང་གི་ཡོད་རེད་ད་ཁྱི་རང་སྒེར་གི་ད་ལྟའི་བར་དུ་མི་ཚེའི་ནང་ལ་དགའ་སྐྱོ་ཆགས་སྡང་གི་ཚོར་བ་ཡིན་གི་ཡོད་ན་འདྲ་འདྲ་ཅིག་ད་དེ་གི་ད་པ་དང་མོ་གི་སྐད་ཆ་ཡིན་གི་ན་ཚང་མ་ཚོར་བ་དང་འབྲེལ་བ་ཡིན་ན་འདྲ་འདུ་ཤེས་དང་འབྲེལ་བ་ཡིན་ན་འདྲར་དེ་རིགས་གང་བརྩམས་བཞག་པ་དེ་ཚོ་སར་བཏེགས་སྟེ་མ་དགོངས་པ་ན་ཡང་དེབ་གཟུགས་རང་གི་གཟུགས་ནི་ང་ཚོ་ཀློག་པ་པོ་དེ་ཚོ་མཐོང་བ་ཞིག་ཡོང་བ་གི་དེ་ཕྱོགས་ལ་ནི་ཁྱེད་ཀྱི་འབད་རྩོལ་གནང་རྗེས་ང་རང་ལ་དེ་རང་འདི་བརྒྱུད་ནས་ང་རང་རེ་བ་ཞུ་གི་ཡོད་ཟེར་ཞུ་གི་ཡོད་དེ། ངལ་གསོ་ཐུགས་རྗེ་ཆེ་ཡིན་ན་ད་ངས་གལ་ཏེ་དེ་ཆད་ལོ་དང།

རེད་ད་ང་ཚོ་ཕྱོགས་གཅིག་ནས་ཁྱེད་ལ་རེ་དོགས་མེད་དུ་ཆུག་ཀྱང་ནི་ཡང་ཚོད་ཚོད་ཀྱི་རྩོམ་འདི་དང་རྩོམ་ཡག་པོ་ཅིག་ཡོད་པ་ཡིན་ན་མི་དེ་ཚོས་དེ་ལ་ལྟ་དགོས་ཡ་དང་མཐོང་དགོས་ཡ་དང་དེ་དང་རྩོམ་ཁོ་རང་ཁོ་རང་ཡང་ཅིག་སྒྱུ་རྩལ་ཅིག་ཡིན་པའི་ཆ་ནས་ཁོ་རང་གི་དག་དམ་ཚིག་འདྲ་བོ་དེ་སྒྱུ་རྩལ་ལ་སྒྱུ་རྩལ་གྱི་རིན་ཐང་ཞིག་གཞག་དགོས་ཡ་དེ་རེད་འདུག་བ་དེ་འདྲས་ནི་དེ་ཚོས་རྩོམ་པ་པོ་ཁོ་རང་དེ་ལ་དེ་ཤེས་འདོད་ཅིག་དང་རེ་དོགས་ཅིག་ཡོད་མེད་གི་དོགས་འདྲ་ག་རེ་མི་འདུག་དེ་འདྲ་ཡིན་དུས་སྤྱི་ཚོགས་ཀྱི་ངོས་ནས་ཡིན་ན་དེ་ཚོའི་རིགས་དེ་ལ་དགོས་ངེས་ཀྱི་དེའི་གདངས་ཕྱོགས་ཅིག་དང་དེ་ཅིག་ཀློག་མཁན་དེ་ཡོད་ན་ཡང་འགྲིག་གི་ཡོད་ས་རེད་བསམ་ཡག་དེ་འདྲས་ཞིག་རེད་ཤག། ལེགས་སོ་ལེགས་སོ་ཐུགས་རྗེ་ཆེ་ཡིན་ན་ནས་དེ་དང་མཉམ་དུ་ང་གི་དྲི་གཞི་ཡང་དངོས་གནས་དེ། དཔེར་ན་དེང་སང་མང་པོ་ཞིག་ང་ཚོས་དང་པོ་དྲི་ངེས་ཅིག་ཡིན་ན་ཡང་ལས་དང་པོ་བ་ཡིན་དུས་ཚོར་བ་འདྲ་བོ་ཅིག་ཡོད་ན་བག་ཀྱི་རིམ་གྱིས་རིམ་གྱིས་གཡུག་བཞག་གི་འདུག་བ་དེ་ཁ་བྲལ་འགྲོ་གི་འདུག་བ། ཁྱེད་འདྲ་བོ་ཅིག་ཡིན་ན་ད་ལྟི་བར་དུ་དེ་བར་མཉམ་དུ་ཅིག་ཁྱེད་རང་བལྟས་ཅིག་དེ་བརྒྱུད་ནས་ཁྱེད་ལ་ཅིག་ཐོབ་ཡག་ཞིག་རེ་དོགས་གང་ཡང་མེད་ན་རང་བཞིན་གྱི་དེ་དང་མཉམ་དུ་མུ་མཐུད་ནས་འགྲོ་ཐུབ་གི་འདུག་བ་ང་ཚོ་དེ་འདྲས་དེ

ད་དེ་ག་རང་རེད་ཅི་ཐག་ཁྱེད་ཀྱི་སྐད་མར་དུ་སྣང་དེ་པས་ད་ཐུགས་གཤིས་དེ་ཡག་དྲག་ནས་དེ་ནི་འཇམ་པོ་ཤི་བོ་ཞིག་རེད་འདུག་བ་ད་ཡིན་ན་ཡང་ང་ཚོ་ང་གཉིས་ཀ་ལི་ཐང་འབྲོག་པ་དང་གཟའ་ཞིག་གི་འབྲོག་པ་ཡིན་དུས་འབྲོག་སྐད་ཅིག་བརྒྱབ་ན་དེ་འདྲའི་ཚིག་བྲིས་ནམ་ཡང་སྒུག་ན་ཡང་འཇམ་པོ་ད་ཁྱེད་ཀྱི་གནང་སྐབས་ནི་ཅིག་གསུངས་སོ། རེད་ད། ནམ་བུ་འདྲ་བོ་ཅིག་བཤད་ན་ད་ང་འདྲ་བོ་ན་ཅི་མི་གི་ཉན་ཡ་གི་རེད་བ་ད་ཅི་མེད་ཡིན་ན་ཡང་བཤད་ཡ་དེ་ཐོག་དང་ཡང་བསམ་གི་ཡོད་རེད་དེ་འདྲ་ཡིན་དུས་ཀྱི། ད་ཡང་མཚམས་མཚམས་མ་ང་ཚོ་གི་ཅིག་སྦྱངས་ནས་དཀའ་ལས་ཅིག་བརྒྱབ་ནས་དངོས་གནས་ཀྱི་མི་ཚེ་དེ་ལ་གཏམ་རྒྱག་པ་དེ་ནི་མཇུག་ནས་དེ་གའང་བེད་སྤྱོད་མ་བཏང་བ་དེ་དེའི་རིན་ཐང་དེ་ལ་ཁྲེལ་མེད་བྱས་པ་བྱས་ན་འདྲ་འདྲ་དེ་ཅིག་བརྩེགས་ཏེ་འོས་འཚམས་མ་ཡིན་པ་ཞིག་ལ་ཏན་ཏན་ང་ཚོས་ངོས་འཛིན་བྱེད་ཐུབ་ཀྱི་རེད་བསམ་གི་འདུག་དེ་ངོས་འཛིན་མ་ཡིན་པ་དེ་ངོས་ལེན་དུ་བྱས་པ་ཡིན་ན་དེ་གི་དེ་དེ་གི་མི་མཐུན་པའི་ཤོག་གི་གཞི་ཞིག་དེ་ནི་ཨ་ཁོ་བ་ཡིན་ན་དེ་ནི་གཉེན་པོའི་གཞི་ཞིག་དེ་ཅིག་ཡོང་ང་ཡོང་བ་དཔེ་ཆ་གི་ནང་ན་དེ་འདྲ་བོ་ཅིག་བྱས་ཡོང་དེ་གི་དེ་ཐབས་མ་ཡིན་པའི་རིངས་པ་དེ་ཧ་གོ་ན་ནི་ཐབས་ཀྱི་ཉེས་པ་དེ་ཡོང་གི་ཡོད་དུས་དེ་ནི་དངོས་འདས་ཀྱི་ངག་ཚོགས་ཀྱི་དུས་མཚམས་བཞག་པ་དང་ཅིག་སྣང་མེད་བཏང་བ་དང་དེ་ཚོའི་རིགས་ཏེ། མདོར་ན་ངག་ཚོགས་ཀྱི་དེ་རིག་གཞུང་དེ་ལ་ཅིག་རིག་གཞུང་དེའི་འོག་ལ་སྐྱེས་པ་ཅིག་ཡིན་པར་ཆ་ནས་དེ་ལ་ཤ་ཞེན་ཡོད་དགོས་མཁན་ཅིག་དེ་གཏད་དེ་འགའ་འཁྲིའི་ཆ་ཤས་ཡིན་པར་ཆ་ནས་ཅིག་གང་ཤེས་པ་དེ་ཕར་ཅིག་མི་ལ་ཤ་ཡ་ན་འདྲ་གྲི་ཡ་ན་འདྲ་གང་ཡང་མ་སྐྱེས་པར་དབྱུག་བཞག་པ་ཡིན་ན་ཏན་ཏན་དེ་ངང་ཁྱེད་ཀྱི་གསུང་བ་ལྟར་དུ་རེད་ཁྲེལ་མེད་ཅིག། བར་ཆ་ཆགས་ཀྱི་ཉེན་ཁ་ཡོད་རེད་བསམ་སོང། དེ་འདྲ་ཡིན་དུས་དེའི་ཆེད་དུ་ཡིན་ན་ཅིག་གང་ཐུབ་ཅི་ཐུབ་ཀྱིས་ཅིག་འབའ་ཚུགས་དགོས་ཡ་དེ། སྐྱེ་དགོས་སོང་བ་ནང་བཞིན་ཅིག་དེ་གི་ཡང་དཔེ་གལ་ཆེན་པོ་ཡིན་ས་རེད་བསམ་སོང། དེ་འདྲ་ཡིན་དུས་ད་འདི་ནང་ནས་ས་མཁན་བརྒྱ་ཐམ་པ་བ་ན་དེ་ནི་གཅིག་འདྲ་བོ་ཅིག་གི་ཨ་ལས་དེ་ཡང་ཅིག་གོ་རྒྱུ་འདུག་བསམ་བསམ་ཀི་རེད་བ། དེ་འདྲའི་ཅིག་གི་དམིགས་ཡུལ་དེ་བཟུང་ནས་ངས་ད་བཀའ་ཆད་དུ་དྲི་དགོས་ཡ་གི་རྒྱུ་མཚན་དེ་ཡིན་ལ། འདི་ལ་སོགས་སོགས་གསུམ་བཀའ་དྲིན་ཆེ། དེ་དེ་འདྲ་ཡིན་འདུག་ད། ཁྱེད་ཀྱི་ངོས་ནས་དེ་ནི་ད་ལྟ། ད་གང་གི་རྗོད་བྱེད་དེ་ཚོ་གི་དང་འབྲེལ་བའི་ཐོག་ནས་རེད་ཁྱད་པར་དུ་ཅིག་ཁྱེད་རང་ཀྱི་དགོས་ཀྱི་ངོས་ནས་ད་ཇི་ལྟང་གི་རྩོམ་རིག་དང་འདི་འདྲའི་ཅིག་རིག་གནས་དང་འབྲེལ་བའི་ཅིག་ནམ་རྒྱུན་གྱི་ཅིག་ཅིག་དགའ་ཕྱོགས་ཟེར་ན་འདྲ་འདྲ་དེ་འདྲའི་དང་འཕྲད་པའི་ཐོག་ནས་ཡང་ང་གི་སྐད་མར་ཁ་ཤས་ཞིག་ཤོད་རྒྱུ་གི་གོ་སྐབས་བྱུང་བ་རེད་དེ་འདྲ་ཡིན་འདུག་ད་མདོར་ན་དེ་རང་གི་ང་ཚོ་གི་བཅར་འདྲི་དེའི་ཐོག་ལ